ཚར་རེད། དབུས་ཡག་པོ་འགྲོ་མི་འགྲོ་ཤི་གསོན་ལྟ་ག་རང་རིག་ཚར་རེད། ང་རང་ཚོ་དངོས་གནས་དྲན་ནས་འདུག་བསམ་བློ་ཞིག་བཏང་ཡོང་དུས་ཁོང་ལ་ཆུ་ཡི་ཆུ་བུ་ཟེར་ཡ་དེ་ངོ་མ་རེད་ཤག་དྲན་གི་ཡོད་རེད། བསམ་བློ་ཞིག་བཏང་ད་མི་ག་ཚད་ག་ཚད་ཅིག་ཨ་ནི་ཉིན་མ་རེ་རེ་ལ་ཡང་རླངས་འཁོར་བདག་སྐྱོན་གྱི་ཐོག་ནས་སྐྱོན་ག་ཚད་ཤོར་འགྲོ་གི་འདུག་མེ་འཁོར་གྱི་བདག་སྐྱོན་གྱི་ཐོག་ནས་སྐྱོན་ག་ཚད་ཤོར་འགྲོ་གི་འདུག་དུས་མ་ཡིན་པར་ནག་ཚགས་ཀྱི་ཐོག་ནས་ཆུ་ག་ཚད་ག་ཚད་འཁྱིལ་འགྲོ་གི་འདུག་འདུག་བསམ་བློ་བཏང་དུས་ང་རང་ཚོ་ད་ད་ཧྲུག་ཧྲུག་བྱས་ནས་སང་ཉིན་བསྡད་ཀྱི་ཡོད་ཤག་ཤག་བྱས་ནས། གནངས་ཉིན་ལས་ཀ་བྱེད་ཤག་ཤག་བྱས་ནས། ལོ་རྗེས་མ་ལྷོ་གཉེར་ཚོགས་ཤག་ཤག་བྱས་ནས་ལས་ཀ་བྱེད་བསམ་བློ་བཏང་བསྡད་གོ་རེ་མ་གཏོགས་འཆི་བ་མ་བརྟགས་པར་ཁོ་རང་རང་ལ་བསམ་བློ་ཞིག་བཏང་ན་ང་ཚོས་བསམ་བློ་བཏང་ཡ་ཁག་གལ་གཅིག་ཡོད་མ་རེད། ཨུན། དེ་རིང་འདི་ལ་མཉམ་དུ་རུས་ཏེ་ཚོགས་གཉིས་ག་རེ་ག་རེ་ཆགས་བསྡད་ཡོད་གང་ཞིག། ག་རེ་ག་རེ་ག་བ་ག་བ་འགྲོ་གི་ཡོད་ཧ་གོ་སུས་གོ། འོ་འདུག་སུ་རེད་དེ་འདྲས་བྱས་དུས་མཐོ་དཔོན་པོ་ལ་བསྟན་པ་ཡོད་མ་རེད་སྨད་སྤྲང་པོ་ལ་བསྟན་པ་ཡོད་མ་རེད་འཆི་བ་མ་བརྟགས་པར་ཟིན་ངེས་དེ་དྲང་པོ་དྲང་བྱ་ཞིག་ནི་ཁོ་རང་གང་སླད་ཡོང་ངེས་ཀྱི་རེད་དེ་འདྲས་ཡིན་པ་སོང་ཙང་ང་རང་ཚོ་དྭངས་སྦྱོར་དོན་ཆེ་བ་རྙེད་དཀའ་བ། འཆི་བ་མི་རྟག་པ་རྙེད་པའི་བསམ་བློ་བཏང་ཡང་དེ་ཧ་ཅང་གི་གལ་ཆེ་བ། དེའི་ནང་ནས་ཀྱང་ང་རང་ཚོ་ཚེ་འདི་སྣང་གི་བྱ་བ་དེ་བློས་མ་ཐོངས་གི་བར་དུ་ཆུད་མ་རེད། འགྲམ་སྟོན་པ་རྒྱལ་བའི་འཇུ་ནེ་ལ་བཙུན་པ་གཅིག་གིས་ཞུས་པ་རེད། ངས་དེང་སང་ཆོས་བྱེད་ཀྱི་ཡོད། ཨ་ནི་ཀོ་བ་རང་རྒྱག་གི་ཡོད་ལབ་པ་རེད། འབྲང་སྟོན་པ་རྒྱལ་བའི་འཇུག་ནུས་ཀྱི་མ་དཀར་ནག་ཅེས་བསྐོར་བ་ཞི་བ་ཡང་གློ་བ་དགའ་སྟེ། གློ་བ་དགའ་ཟེར་ན་ཟན་ཡག་པོ་རེད། གློ་བ་ཟེར་ཏེ་ཟན་ལ་གོ་རྒྱུ་རེད། བསྐོར་བ་ཞི་བ་ཡང་གློ་བ་དགའ་སྟེ། དེ་བས་ཀྱང་ཆུ་ཞིག་ཞིག་ནའང་ལབ་རེད། ཁོས་བསམ་དུས་ཨ་ཨེ་བསྐོར་བ་དེ་ཆུ་ཡིན་ས་མ་རེད། ད་ངས་ཆུ་ཞིག་བྱེད་དགོས་ཀྱི་འདུག་བསམ་ཅིང་ཉི་མ་གཅིག་ལ་ཁོས་ཀློག་གི་ཡོད་ལབ་རེད་ད། ཞེ་པོ་ཅི་པད་ཤ་གློ་བུར་ཡོད་ཟེར་ལབ། ཨོ། ཐོས་བསམ་ཞེས་པ་ཡང་གློ་བ་འགའ་སྟེ་དེ་བས་ཀྱང་ཆུ་ཞིག་རང་བྱས་ན་ཟེར་ལབ། ཁོས་ལྟོས་ཡིན་གྱི་མ་རེད་ཟེར། ད། ད་ཆུ་རེག་གི་མེད་ན་ཨ་ན་སྒོམ་རྒྱག་དགོས་ཀྱི་ཡོད་པ་འདྲ་དྲན་ཅིག་ད་ཉི་མ་གཅིག་ལ་སྒོམ་རྒྱག་ཅིག་ཨ་སྒོམ་རྒྱག་གི་ཡོད་བྱས་པ་རེད། ཨོ། སྒོམ་པ་ཡང་གློ་བ་འགའ་སྟེ་དེ་བས་ཀྱང་ཆོས་ཤིག་རང་བྱས་ན་ཅི་ལབ། སྟག་གོ་ཁྱི་བྱས་འདི་བྱས་མི་འདུག་བ། སློབ་སྦྱོང་བྱས་ན་རེག་གི་མི་འདུག་ག་ག་གལ་ཞིག་རེག་གི་མི་འདུག་བ། ཨ་ནི་ཁོས་དྲིས་ནས། ཨ་ནི་ད་ཁོས་འདི་འདྲའི་བྱས་བྱས་ཚར་བ་ཡིན་ཀོ་བ་བྱས་ན་རེག་གི་མི་འདུག་ཨ་ནི་དེ་བྱས་ན་ནི་ཁྱོད་ཀྱི་ཅིག་རེག་གི་མི་འདུག་གི་རྣམ་པ་བསྟན་གི་འདུག་ད་དེ་ག་རེ་བྱེད་དགོས་རེད། ད་འོ་ན་ཆོས་རང་བྱས་ན་ག་རེ་བྱེད་དགོས་རེད་ཟེར་ཏེ་ཚེ་འདི་བློས་ཐོངས་ཤིག་གསུངས། ཚེ་འདི་བློས་ཐང་ཤིག་ཟེར། ང་ཚོས་ཚེ་འདི་བློས་ཐོངས་ཟེར་ལབ་དུས། ཡང་ཁྱེད་རྣམ་པའི་བསམ་པ་དང་ཅི། རྒྱུ་དཔལ་འབྱོར་དགོས་མ་རེད་ཁང་པ་དགོས་མ་རེད་ཞིང་ས་དགོས་མ་རེད་ཉེ་རིང་དགོས་མ་རེད་གང་ཡང་དགོས་མ་རེད། དེ་ལ་ཡ་ཡོད་མ་རེད། རེ་བ་ཡ། དྲང་མོ་ཡིན་ད། ཉེ་རིང་ཉེ་རིང་རེད་ཚར། ཨ་ཕ་ཨ་ཕ་སླེས་ཚར། ཨ་མ་ཨ་མ་ཡོད་ཚར། དེ་མེད་པ་བཟོ་ཡ་ཡོད་མ་རེད་ད། ཁོ་ཡི་སླེས་ཚར་བ། ཁང་པ་ཡོད་དགོས་ཀྱི་ཡོད་རེད་ཁང་པའི་ནང་ལ་བསྡད་དགོས་ཀྱི་ཡོད་རེད་ཡོད་དགོས་ཀྱི་ཡོད་རེད། ཡིན་ན་ཡང་ཚེ་འདི་བློས་ཐོངས་ཟེར་ཏེ་གར་ཟེར་ན་དེ་ལ་ཞེན་ཆགས་མེད་པ་གྱིས། གུ་གུ་དོ། དཔེར་ན་ང་རང་ཚོས་ཚེ་འདི་སྣང་གི་བྱ་བ་བློས་མཐོང་མཁན་གྱི་ཐུགས་ནས་མཚན་གཞི་བསམ་བློ་བཏང་ན་མ་སྦ་ལོ་ཙཱ་བསམ་བློ་བཏང་དགོས། ཁྱིམ་ཡོད་རེད། ཁམས་པ་ཡོད་རེད། ང་ཚོས་འཁོར་ཡུག་མང་པོ་ཡོད་རེད། ཡུམ་ཡོད་རེད། སྲས་ཡོད་རེད། འདི་ཚེ་འདི་སྣང་གི་བྱ་བ་བློས་མཐོང་མི་འདུག་བ་ཟེར་ལ་ན་བློས་མཐོང་ཚར་རེད། ཁོ་ཞེ་ནས་མཐོང་ན་འགྲིག་གི་བ་རེད་མ་གཏོགས་འདི་མེད་པ་ཞེ་དགོས་ཡ་ཡོད་མ་རེད། འདི་ཡོད་ཚར་རེད་ཨ་པ་ཡོད་ཚར་དེ་ཨ་པ་མེད་པ་བཟོ་ཡ་ཡོད་མ་རེད། ཨ་པ་མེད་པ་བཟོ་ན་ཚང་མས་གི་ལས་ཟ་གི་རེད། རོལ་ཡ། སྡུག་ཡིན་པ་སོང་ཙང་ཨ་ནི་ཚེ་འདི་ན་གི་བྱ་བ་བློས་ཐོང་ཟེར་དུས་ཨ་ཕ་མེད་པ་བཟོ་ཡ་སྐད་ཆ་བཤད་བཤད་ཡ་མ་རེད་འོ་སྡུག་བྱས་ནི་རེད་དགོངས་པ་ཞི་དགོས་པ་རེད། ད་ག་ནང་བཞིན་རྒྱ་མཆུ་སྐལ་བཟང་རྒྱ་མཚོ། ཚེ་འདི་བློས་ཐོང་མཁན་གི་ཆུ་ཕག་གི་ཚད་གཞི་རག་ས་རེད་རྒྱ་མཆུ་སྐལ་བཟང་རྒྱ་མཚོ། ཨ་ཙི་ཁང་པ་ལུས་ཡོད་ཙེ་ཕོ་རོང་གི་ཐོག་ཁ་ལ་བསྡད་ཡོད་རེད། རྒྱུ་དཔལ་འབྱོར་དུ་ལོས་ཡོད་བོད་རྒྱལ་ཁབ་གི་རྒྱལ་པོ་བྱས་པ་རེད། རེད་དེ་ཁོང་རང་ཉིད་ཀྱི་གསུང་དུས། ང་ལ་ཡོད་པ་དེ་ཆུ་གུ་རྣམས་སུ་འདི་ཡིན། དེ་ལས་གཞན་པའི་ཁ་སྐོང་འདི་དང་རྒྱུ་ནོར་ཡོངས་སུ་རྫོགས་པ་དེ་ང་གཡར་པོ་ཞིག་ནས་བསྡད་ཡོད་བསམ་པ་ཅིག་མ་གཏོགས་ངའི་ཡིན་བསམ་པ་ཅིག་གཏན་ནས་མེད་སོང་བ་རེད། ད་ག་རང་གི་ཚེ་འདི་བློས་ཐོངས་པ་རེད། དུ་ཟེར་དུས་ཚེ་འདི་བློས་ཐོངས་པ་ཟེར་དུས་ཞེན་ཆགས་མ་བཞིན་ཟེར་གི་བ་རེད། ང་ཚོ་སྒང་ལ་ལ་བ་ན་ཆིན་སྲིད་ལ་སྐམ་པ་ཡིས་ཀྱང་ལུས་ཅན་རྣམས་ཀུན་ནས་ཆིན་ཤིར་གསུངས་སོང་བ་དུ་ཟེར་དུས་ཚེ་འདི་བློས་ཐོངས་དང་དུ་ཟེར་རེད་མ་གཏོགས་ཡང། ཚེ་འདི་བློས་ཐོངས་ཟེར་དུས་གང་ལ་འབྲུག་པ་ཀུན་ལེགས་ཀྱི་རྣམ་ཐར་ཤེས་བྱ་བའི་སྲོལ་འདྲ་དེ་འདྲ་མ་རེད། འབྲུག་པ་ཀུན་ལེགས་ཀྱི་རྣམ་ཐར་ཤེས་ཡ་ཡོད་རེད། འབྲུག་པ་ཀུན་ལེགས་ཀྱི་ཉི་མ་ཁྱེད་ལ། ཨ་ནི། ང་ཚོའི་ང་ཚོའི་ཟས་ཀྱི་རྡོ་ཨ་མི་དུས་སུ། བདག་འཛིན་མེད་བདག་འཛིན་མེད་ཟེར་ལབ་བཤད་དུས་གོང་ལ། རྒྱུ་ལྕགས་ལ་ཆུ་ནི་མི་དགོས་པའི་སོ་འདྲ་བོ་དེ་འདྲ་བཤད་ཤེས་དགོས་བ་རེད་བ་བྱས་ཙང་འབྲུག་པ་ཀུན་ལེགས་ཀྱི་དེ་ལ་ཡ་རྡོག་ཐོག་ཅིག་རྒྱབ་བ་རེད། ཉི་མ་ཁྱེད་ལ་ཕ་གི། བ་གོར་གི་ནང་ལ་ཡ་ང་ལ་སྒོ་ཡ་གང་ཡང་མེད་ང་ལ་ཅི་ཡང་མི་དགོས་ཟེར་ལབ་སོང་བསྡད་པ་རེད་འབྲུག་པ་ཀུན་ལེགས། ཟེར་དུས། ང་ལ་ཅི་ཡང་མི་དགོས་ཟེར་དུས་བདག་འཛིན་མེད་ཟེར་གི་བ་རེད་དོན་དག། ཟེར་དུས། ཚོང་པ་དེ་ཚོས་ཁོའི་བསམ་བློ་བཏང་དུས་ང་ལ་སྤྱན་ཡང་དགོས་ཡ་མེད་ཟེར་ལབ་དུས་གང་ལེགས་ཁོ་ལ་གཟན་མི་དགོས་ཤ་མདའ་མི་དགོས་གུས་ལུགས་མི་དགོས་རྒྱུ་མི་དགོས་ཟེར་གྱི་འདུག་དྲན་གྱི་ཡོད་རེད། ངས་ནི་ཚོང་པ་གཅིག་གིས་ཅག་ཅག་བྱས་ནས་སོང་ཆེ་ཁྱེད་ལ་སྤྱན་ཡང་དགོས་ཡ་མེད་ན་ང་ལ་གཟན་དེ་གནང་རོགས་གནང་ཟེར་ལབ་རེད། ང་ལ་ལྷོང་སྦྱང་མཁན་ཡང་དགོས་ཡ་མེད་ཟེར་ལབ་རེད། རེ་བ་ཡོད། གཉིས་ཀྱི་འོད་དོ། ང་ལ་ལྷོང་སྦྱང་མཁན་ཡང་དགོས་ཡ་མེད།